དེའི་རྗེས་སུ་བླ་མ་རྡོ་རྗེ་སེམས་དཔའ་ཐུགས་དགྱེས་བཞིན་ཞལ་འཛུམ་པ་དང་བཅས་ཏེ་གསུང་གི་སྣང་བ་དངོས་སུ་བྱིན། ཁོང་གི་ཞལ་ནས། རིགས་ཀྱི་བུ། ཁྱོད་ཀྱི་སྡིག་སྒྲིབ་ཉམས་ཆག་ཐམས་ཅད་དག་པ་ཡིན་ནོ། ཞེས་གསུང་གི་སྣང་བ་དངོས་སུ་བྱིན། དེ་ནས་བླ་མ་རྡོ་རྗེ་སེམས་དཔའ་ཉིད་བདེ་སྟོང་ཡེ་ཤེས་ཆེན་པོའི་འོད་དུ་ཞུ་ནས་རང་གཞན་གྱི་ལུས་ཀྱི་ནང་དུ་ཐིམ། དེར་བརྟེན་ནས་བདག་གཞན་འགྲོ་བ་ཡོངས་རྫོགས། དཀར་གསལ་ཟླ་བ་རྒྱས་པའི་མདངས། ཞལ་གཅིག་ཕྱག་གཉིས་རྡོར་དྲིལ་བསྣམས། ལོངས་སྐུའི་མཆོད་ཚོགས་སྐྱིལ་ཀྲུང་བཞུགས། ཡེ་ཤེས་འོད་ཟེར་ཕྱོགས་བཅུར་འཕྲོ་བས་དཔལ་ལྡན་རྡོ་རྗེ་སེམས་དཔའ་ཉིད་དུ་གྱུར་བར་གསལ་བཏབ། དེའི་སྐབས་རང་ཉིད་དཔལ་ལྡན་རྡོ་རྗེ་སེམས་དཔའ་དང་གཉིས་སུ་མ་མཆིས་པར་གྱུར་མཚམས་སུ། ཐུགས་ཀྱི་སྙིང་ག་རུ་ཟླ་བའི་དཀྱིལ་འཁོར་གཡུང་དྲུང་སླེབས་པ་ཙམ་ཞིག་གི་སྟེང་དུ། དབུས་སུ་ཧཱུྃ་མཐིང་ག། དེའི་མདུན་དུ་ཨོམ་དཀར་པོ། གཡས་སུ་བ་འཛང་སེར་པོ། རྒྱབ་ཏུ་ས་དམར་པོ། གཡོན་དུ་གཏོར་བྱང་དགུ། དེ་རྣམས་བསལ་ནས། ཨོམ་བཱན་ཛ་ས་ཏོ་ཧོམ་ཞེས་བཟླས་པ་དང། དུས་མཚུངས་སུ་ཡིག་འབྲུ་ལྔ་པོ་ལས་འོད་ཟེར་ཁ་དོག། དཀར། སེར། དམར། ལྗང། མཐིང་ག་ལྔ་ཡར་མཁའ་དབྱིངས་ལ་འཕྲོས། དེའི་རྗེས་བས་དེ་དག་གི་རྩེ་མོར་གེགས་མ་དང་གླུ་མ་ལ་སོགས་འདོད་ཡོན་གྱི་ལྷ་མོ་རྣམས་ཀྱི་ཕྱག་ན་བཀྲ་ཤིས་རྟགས་བརྒྱད། རྒྱལ་སྲིད་སྣ་བདུན། འཕན་གདུགས། རྒྱལ་མཚན། བླ་རེ། གསེར་གྱི་འཁོར་ལོ་རྩིབས་སྟོང། དུང་དཀར་གཡས་སུ་འཁྱིལ་བ་ལ་སོགས་མཆོད་རྫས་དཔག་ཏུ་མེད་པ་སྤྲོས། མཆོད་རྫས་དེ་དག་ཀྱང་ཕྱོགས་བཅུའི་ཞིང་ཁམས་རབ་འབྱམས་ཀྱི་བསམ་གྱིས་མི་ཁྱབ་པ་ན་བཞུགས་པའི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ། ཐུགས་མཉེས་པའི་མཆོད་པ་འབུལ་བས། བསོད་ནམས་དང་ཡེ་ཤེས་ཀྱི་ཚོགས་རྫོགས། སྒྲིབ་པ་དག། དེ་ནས་རྒྱལ་བ་སྲས་དང་བཅས་པའི་ཐུགས་རྗེ་དང་བྱིན་རླབས་ཐམས་ཅད། འོད་ཟེར་ཁ་དོག་སྣ་ཚོགས་པའི་རྣམ་པར་བྱུང་ནས་རང་ལ་ཐིམ་པས། དུས་མིན་མཆོག་གི་དངོས་གྲུབ། ཟུང་འཇུག་སྐུ་བཞིའི་གོ་འཕང་དང། ཐུན་མོང་གི་སྒྲུབ་པ་བརྒྱད་ལ་སོགས་པའི་དངོས་གྲུབ་ཐོབ། ལམ་དང་འབྲེལ་བ་རིག་འཛིན་བཞི་སྟེ་རྣམ་སྨིན་རིག་འཛིན། ཚེ་དབང་རིག་འཛིན། ཆགས་ཆེན་རིག་འཛིན། ལྷུན་གྲུབ་རིག་འཛིན་བཅས་དང། མཐར་ཐུག་གི་འབྲས་བུ་མི་སློབ་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མངོན་དུ་འགྱུར་བར་བསམ་དགོས། དེ་ནི་རང་དོན་ཆོས་སྐུའི་རྟེན་འབྲེལ་བསྒྲིགས་པ་ཡིན། དེའི་རྗེས་སུ་ཡི་གེ་དྲུག་པོ་ལས་རིམ་བཞིན་ཁ་དོག་དཀར་པོ། སེར་པོ། དམར་པོ། ལྗང་ཁུ། མཐིང་ག་བཅས་ལྔ་པོ་ལས་མཐའ་མེད་པའི་འོད་དམར་འཕྲོས། ཁམས་གསུམ་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་ཕོག། དེ་དག་གི་རྒྱུད་ལ་ཡོད་པའི་ཚིག་རབ་མང་པོའི་སྡིག་སྒྲིབ་སྡུག་བསྔལ་དང་བཅས་པ་ཐམས་ཅད་མུན་པར་ཉི་མ་གསལ་བ་ལྟར་དག་ཏུ་སོང་སྙམ་པའི་མོས་པ་སྐྱེས། དེ་ནས་འགྲོ་བ་རིགས་དྲུག་གི་གནས་རིགས་ཤི་གནོད་ཀྱི་འཇིག་རྟེན་ཐམས་ཅད་ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་སུ་གྱུར་པར་གསལ་བཏབ། ནང་བཅུད་ཀྱི་སེམས་ཅན་ཐམས་ཅད་དཔལ་ལྡན་རྡོ་རྗེ་སེམས་དཔའ་དཀར། སེར། དམར། ལྗང། མཐིང་ག་སྟེ། རྡོར་སེམས་རིགས་ལྔའི་རང་བཞིན་དུ་གྱུར། དེའི་རྗེས་སུ་ནམ་མཁའ་གང་བའི་དཔལ་ལྡན་རྡོ་རྗེ་སེམས་དཔའ་དེ་ཐམས་ཅད་ཀྱི་ཞལ་ནས། སྦོམ་འབའ་འཛའ་ས་དོ་ཧོམ་ཞེས་འུར་དི་རི་རི་སྒྲོག་པར་བསམས་ནས་རང་ཡང་མཉམ་དུ་སྒྲོག་པར་བྱ། སྐབས་འདིར་གཞན་དོན་གཟུགས་སྐུའི་རྟེན་འབྲེལ་བསྒྲིགས་པ་ཡིན། ཕྱོགས་གཅིག་ནས་དེ་ལྟར